ལོ་ཟླ་ང་ཚོ་སུག་ལུ་ཚོགས་པའི་ཚོགས་ཀྱི་ཡོང་ལ་དེ་ནས་མཚང་འདྲི་ཞུ་ཡ་གཅིག་དང་མཚང་དེ་ནས་ད་ཡོང་ང་རང་ཚོ། ཨོ་རྫོགས་པ་ཆེན་པོ་ཀློང་ཆེན་སྙིང་ཏིག་གིས་དེ་ནས། སྔོན་དུ་ཁྲིད་ཡིག་སྐུ་གསུང་ལམ་མི་བཞག་ལུང་ཞེས་བྱ་བ་འདི། ད་ཁྲིད་འགོ་ཚུགས་ཚར་བ་ཡིན་དུ་གཅིག་དུས་ཚོད་གང་རག་རག་ཐོག་ནས་མ་མ་ནོས་མ་བསྡད་ན་དེ་ཚ་བིག་ཏུ་འདྲ་གཅིག་ག་དུས་འོང་ན་སོང་སོང་དེ་འདྲའི་སེམས་ཚོར་ཡོང་བསྡད་ཀྱི་ཡོད་དུས། ད་ལྟའི་ཞོ་བ་ཞེས་པ་ལ་རྩ་བའི་ས་བཅད་ཀྱི་དབང་དུ་གཏོང་དགའ་བ་ནི་ཐུ་མོ་ཤེ་ཡི་ངན་འགྲོ་ཐུ་མོའི་ནང་གི་ངན་འགྲོ་ཉལ་ལང་ཕོ་བའི་ཁྲིད་དུ་རྣམ་པ་གསུམ་ཡོད་པའི་ནང་ནས་དེ་དང་པོ་ད་ཐུ་མོ་ཤི་སྔན་འགྲོ་བཤད་པའི་སྐབས་དེ་རེད་ཐུ་མོ་ཤི་སྔན་འགྲོ་བཤད་པ་དེ་ལ་ཡང་དལ་འབྱོར་རྙིང་པར་དཀའ་བ་བཤད་པ་ཚེ་མི་རྟག་པར་ཡིན་ཚུལ་བཤད་པ། ཁོ་བོའི་ཉེས་མིག་ཡོད་ཚུལ་བཤད་པ་ལས་རྒྱུ་འབྲས་ལྷུ་བ་མེད་པ་ཡིན་ཚུལ་བཤད་པ་ཐར་པའི་ཕན་ཡོན་བཤད་པ། གཞན་དགེ་བའི་བཤེས་གཉེན་བསྟེན་ཚུལ་བཤད་པ་དང་རྣམ་པ་དྲུག་ཡོད་པའི་ནང་ནས་ད་དང་པོ་དལ་འབྱོར་རྙིང་པར་དཀའ་བའི་ཁྲིད་ཡིག་བཤད་པ་དེ་རེད། དལ་འབྱོར་རྙིང་པར་དཀའ་ཚུལ་གྱི་ཁྲིད། དེ་ལ་ཡང་ནི་ཁྲིད་ཉན་དཔེ་ཀྱི་ཚུལ། ཤེས་བྱེད་ཆོས་ཀྱི་རིམ་པ་ཤེས་པ་གཉིས་ཡོད་པའི་ནང་ན་དང་པོ་རེད། དང་པོ་དེ་ལ་ཡང་ཆོས་ཉན་དཔེ་ཀྱི་ཀུན་སློང་ག་དུ་ཞིག་གིས་ཡོད་པ་ཤེས་པ་དང་ཀུན་སྤྱོད་ཤེས་པ་རྣམ་པ་གཉིས་ཡོད་པའི་ནང་ནས་ད་ཀུན་སློང་ཤེས་པ་ཡན་ཚོད་དེ་གོང་དུ་ཁ་ཚོན་དུ་སྦྲུལ་ཞིག་འགྲོ་ཟིན་པ་ཞིག། ད་དེ་རིང་བཤད་རྒྱུ་བྱིན་གྱིས་རྩ་བའི་ཚབ་བྱེད་གཉིས་པ་དེ་ནི་ཐབས་རྒྱ་ཆེ་བ་གསང་བ་སྔགས་ཀྱི་ཀུན་སློང་གསུངས་པ་བཅས་འོ།

མདོ་ཚུལ་བསྡུས་ཀྱི་བར་ན་སོགས་སྔགས་རྡོ་རྗེ་སྐྱེད་པའི་གྱི་ཐབས་ཚུལ་བླ་ན་མེད་པ་དུས་གཏན་བཤད་པར་བྱ་སྟེ་ད་དེ་རེ་བྱ། ད་ལྟའི་བཤད་པ་ཞེས་པའི་སྔ་རོལ་ན་དང་པོ་ཚུལ་བཟང་དྲན་མེད་ལས་གསུངས་པ་རེ་ཚུལ་བཟང་དྲན་མེད་ཟེར་མཁན་གྱི་དཔེ་ཆ་འདི་ནི་སུས་མཛད་པ་བྱིན་གྱིས་རེད་ཟེར་ན། དེ་ནི་རྒྱ་གར་གྱི་མཁན་པོ་ཤྲཱི་སུང་མཁན་པོ་ཟེར་བའི་གྱི་ཡོངས་གྲགས་ཅན་གྱི་དེ་ནི་དད་ཟླ་ཀརྨ་ལ་ཤེས་ལ་ཁོང་རེད། ཀ་མ་ལ་ཤཱི་ལ་ཁོང་གི་མཛད་རྒྱ་བོད་ཀྱི་ཚུལ་སྲུང་འདྲེན་མི་ནང་ལུགས་ལ་ཀ་མ་ལ་ཤཱི་ལ་ཁོང་གི་གསུང་དུས་ག་རེ་གསུང་འདུག་ཟེར་ན་དོན་གཅིག་ན་ཡང་མ་རྨོངས་དང་མཐའ་རྨོངས་དཀའ་བ་མེད་པ་དང་དབང་པོ་གནས་པའི་དབང་བཞི་ཕྱིར་དབང་བྱས་པས་དེ་ནི་སྔགས་ཀྱི་ཐིགས་པ་ཁྱད་པར་འཕགས་གསུང་འདུག། ད་ཁྱད་པར་འཕགས་ས་ཞེས་པའི་གཞི་དེ་མདོ་མཚན་ཉིད་ཀྱི་ཐིགས་པའི་གི་ལྟ་བ་སྒམ་པ་དང་བཅས་པར་དུ་བྱས་ནས། མདོ་ཚིག་གཉིས་ཐིགས་པ་དེ་ལས་ཀྱང་སྔགས་གསུང་སྔགས་རྡོ་རྗེ་ཐིགས་པ་ཟིན་གྱིས་དེ་དེ་ཁྱད་པར་དུ་འཕགས་པ་བྱིན་གྱིས་རེ་གསང་ནས། དེ་འདྲའི་རྟེན་ཡིན་འདུག། དེ་འཕགས་པ་ཁྱད་པར་དུ་འཕགས་པར་ཡིན་པས། རྒྱུ་མཚན་ཡིན་སྟངས་ཁྱད་པར་འཕགས་ཆོས་གང་གི་སྒོ་ནས་བཤད་ཀྱི་འདུག་ཟེར་ན། དེ་ནི་མདོ་ཚིག་གཉིས་ཐིག་པའི་ལྟ་བ་དང་ལམ་སྒམ་པ་ཟེར་ན་མི་འདུག་སོ་སྔགས་རྡོ་རྗེ་ཐིག་པའི་ལྟ་བ་གཉིས་པོ་དེ་ལྟ་བུའི་ཐད་ནས་སོང་ན་སྟོང་པ་ཡིན་ན་ལྟ་བ་ལ་རྨོངས་མ་རྨོངས་ཀྱི་ཁྱད་པར་ཡོད་རེད་གསུངས་པ་དང། དེ་ནས་སོ་སྔགས་རྡོ་རྗེ་ཐིག་པའི་གི་སྐབས་ནས་སྒྲིབ་པ་གཞོང་ན་ཡང་གཞོང་བཞིན་གྱི་ཐབས་མང་བ་གཅིག་དང། ཚོགས་བསགས་པ་ཞེས་པ་ཡིན་ན་ཡང་ས་བླངས་ཀྱི་རྟོག་པ་བགྲོད་པ་ཞེས་པ་ལ་བགྲོད་བྱེད་ཀྱི་ཐ་མོང་བུ་གིས་བྱས་པ་གཅིག་རེད་གསུངས་འདུག་གཉིས་པ་སྟེ། ཁྱད་ཆོས་གསུམ་པ་དེ་ནི་བཀའ་མངགས་དང་འབད་རྩོལ་དེ་ནི་ཤུགས་ཆེན་པོ་གིས་དཀའ་ཚེགས་ཚོགས་ལ་ལྟོས་མི་དགོས་པ་དེ་ནི་ངང་ངང་ཤུགས་ཤུགས་ཟེར་ན་མི་འདུག་དཀའ་ཚེགས་མེད་པ་གཅིག་གི་ཐོག་ནས་ས་བླངས་ཀྱི་རྟོག་པ་སྙོད་དུ་བགྲོད་ཐུབ་བུ་གིས་བྱས་པ་གཅིག་རེད་གསུངས་ནས་དེའི་ཁོང་གི་ཁྱད་ཆོས་དེ་བཤད་ཀྱི་འདུག་ཁྱད་ཆོས་གསུམ་པ། ཁྱད་ཆོས་བཞི་པ་ག་རེ་བཤད་གི་འདུག་ཟེར་ན་དབོན་པོ་རྣོན་པོས་ཐང་ཆད་ཀྱིས་དབང་དུ་བྱས་ནས་བསྟན་བཞག་པའི་ཐིགས་པ་ཡིན་གྱི་མ་གཏོགས་དབོན་པོ་སྟུག་པོ་ཐང་ཆད་ཀྱིས་དེ་ནས་བསྡུ་བྱ་ཉམས་སུ་གླེང་མི་ཐུབ་ཞིང་བླངས་ཀྱང་ལང་ལེན་དུ་འཇོག་རྒྱུ་མེད་པ་བཅས་དེ་འདྲ་ཡིན་དུས། སོ་སྔགས་རྡོ་རྗེ་ཐིགས་པའི་ཐིགས་པའི་ཆེད་དུ་བཤད་པའི་བསྡུ་བྱ་དེ་ནི་སྔགས་རྡོ་རྗེ་གར་སེར་གར་མདོ་མཚན་ཉིད་ཐིགས་པའི་བསྡུ་བྱ་ཐང་ཆད་ལས་ཀྱང་དེ་ནི་དབོན་པོ་རྣོན་པོས་ཀྱི་དབང་དུ་བྱས་དགོས་པ་ཡིན་པའི་རྒྱུ་མཚན་གྱིས་བླངས། སངས་རྒྱས་ཐོབ་པ་ཞེས་པ་ལྷ་ཁྱོད་ཀྱི་སྙུན་བུས་ཤིག་བྱས་པ་ཟེར་ནས་ཨོ་ད་དེ་འདྲའི་ཆད་པ་བཞི་དང་ལྡན་པ་བྱེད་ཀྱི་མགོ་ནས་མདོ་ཚིག་གཉིས་ཐིག་པའི་དེ་ནས་ཐིག་པ་ལས་ཀྱང་ད་ཁྱད་ཆོས་བཞི་དང་ལྡན་པའི་མགོ་ནས་ཆད་པ་འཕགས་པ་རེད་གསུངས་འདུག་དེ་གསུང་སྟངས་འདྲ་བོ་དེ་ད་ག་འདྲ་ཞིག་གསུངས་འདུག་ཟེར་ན་ཐོག་མར་དན་གཅིག་ན་ཡང་གསུངས་པ་རེད། ད་དོན་གཅིག་ན་སེ་རྒྱུ་ཅན་དེ་སུ་དང་སུ་སྐྱེས་པ་རེད་ཟེར་བའི་སྐད་ཆ་གཅིག་དང་དོན་སྐྱེས་བཞག་ཅན་གྱི་དོན་དག་དེ་ཅི་རེད་ཟེར་བ་དེ་གཉིས་ཀྱི་ཐོག་ནས་དེ་ནི་འགྲིག་གི་གོ་དོན་དོན་གཅིག་ན་ཡང་སེ་རྒྱུ་ཅན་གྱི་དོན་དག་དེ་སིལ་བུ་ཞིག་ནི་ངའི་གུས་པ་ཅན་རེད་འདུག་ཨ། དེ་ནས་སུ་དོ་སུ་སྐྱེས་པ་རེད་ཟེར་ན་མདོ་ཚིག་གཉིས་ཀྱི་ཐིགས་པ་དེ་ལ་ཡང་དག་ཤེས་ངེས་དཀོན་མཆོག་འདྲེན་དང་དཀའ་ཐུབ་རེ་དབང་ཞུ་ཐབས་ཀྱི་ཐིགས་པའོ་གསུངས་འདུག་བཤད་སྟངས་ཐིགས་པ་རིམ་པ་རྣམ་པ་གསུམ་དང་དགུ་ལ་སོགས་པ་དེ་འདྲའི་བཤད་པའི་ནང་ནས། དགོས་པ་དམིགས་ཡུལ་ཐིགས་པ་རིམ་པ་དགུ་དང་གསུམ་ལ་སོགས་པ་བསྟན་དགོས་པའི་དམིགས་ཡུལ་དེ་ནི། ད་ཁང་གསུམ་ཁོ་བོའི་སྡུག་བསྔལ་འདི་ལས་ཡོངས་སུ་དྲག་ཞིང་རུང་ལྡན་དུ། ཁོ་གསུམ་ཁོ་བོའི་སྡུག་བསྔལ་འདི་ལས་ཡ། རྩ་ནས་མྱོང་བ་མི་དགོས་མཁན་དེར་ཤེས་ལ་དེང་སེམས་བི་གའི་ཨིནྡྲ་འབྲས་བུ་སྒྲ་སྤྱང་བི་གའི་གོ་འཕང་ཐོབ་པ་ཞེས་བི་གའི་ཆེད་དུ་ལ། དེ་དམིགས་ཡུལ་དེ་བཟང་ནས་དེ་ཐོག་གཞིས་བཅུ་བི་གའི་ཐབས་ཀྱིས་ལ་ཉེ་དུས་ཀྱི་ཐིགས་པ་དང་རང་སངས་རྒྱས་ཀྱི་ཐིགས་པ་ཟེར་ནས་ཐིགས་པ་རྣམས་པ་སྙེད་བསྟན་འདུག། རང་ཉིད་འཁོར་སྲུང་འཁོར་བའི་སྡུག་བསྔལ་ལས་གྲགས་ཟིན་པ་ཙམ་དུ་མ་ཟད་པའི་མཐའ་ཡས་པའི་སེམས་ཅན་ཐམས་ཅད་ཡར་འགྲོ་བ་ཞེས་པའི་ལ་མཁྱེན་པའི་ཡེ་ཤེས་བརྩེ་བའི་ཐུགས་རྗེས་མཛད་པའི་འཕྲིན་ལས་ཤོར་པའི་ནུས་མཐུ་རྣམ་པ་བཞི་དང་ལྡན་ནས་ཐོགས་པ་མེད་པའི་ཀྱི་འབྲས་བུ་བྱིན་ཏེ་འབྲས་བུ་སངས་རྒྱས་ཀྱི་ས་སེ་འདུ་བྱེད་བྱིན་ཏེ་འབྲས་བུའི་མཐའ་ཐུག་སངས་རྒྱས་ཀྱི་ས་དེར་ཡིན་ནོ། འབྲས་བུ་སངས་རྒྱས་ཀྱི་ས་ཡོངས་སུ་ཐོབ་པ་ཞེས་པའི་ཀྱི་ཆེད་དུ་ལ་ཐོགས་བཞིའི་སྤྱོད་པའི་ཐབས་དང་ལམ་མཚུངས་ལ་མ་ནོར་བར་བརྟན་བཞག་རྒྱུ་བྱིན་ཏེ་ལ། དེ་ནི་བྱང་ཆུབ་སེམས་དཔའི་ཐིགས་པ་དང་བླ་ན་མེད་པའི་ཐིགས་པ་ཟེར་བ་ལྟ་བུ། མདོར་ན་ཐིགས་པ་ཆེན་པོ་དེ་ལ་ཡང་རྒྱུ་ཡི་ཐིགས་པ་ཆེན་པོ་དང་འབྲས་བུ་གི་ཐིགས་པ་ཆེན་པོ་ཟེར་ཐིགས་པ་ཆེན་པོ་རྣམ་པ་གཉིས་བསྟན་ཡོད་རྒྱུ་མཁྱེན་རེད་འདུག་རྒྱུ་ཡི་ཐིགས་པ་ཆེན་པོ་ཟེར་འདུག་རྒྱུ་མཁྱེན་དེ་ནི་ད་ད་ལྟ་གི་དབུ་མ་པ་དང་སེམས་གཙང་པ་ཟེར་གྲུབ་མཐའ་རྣམ་པ་གཉིས་ཀྱི་སྒོ་ནས་བཤད་འདུག་རྒྱུ་མཁྱེན་གྱི་མདོ་མཚན་ཉིད་ཀྱི་བི་གའི་དབུ་སེམས་རྣམ་པ་གཉིས་ཟེར་རྒྱུ་མཁྱེན་འོ་དེ་རེད་འདུག།

དེ་ནི་འབྲས་བུའི་ཐིགས་པ་ཆེན་པོའོ་ཟེར་ནས་ཐིགས་པ་ཆེན་པོ་དེ་ལ་རྒྱུ་ཡི་སྒོ་ནས་ཐིགས་པ་ཆེན་པོ་དང་འབྲས་བུའི་སྒོ་ནས་ཐིགས་པ་ཆེན་པོ་དེ་རྣམ་པ་གཉིས་ཟེར་ནས་ཨོ་དེ་འདྲ་ཞིག་བསྟན་ཡོད་ཁ་རྒྱུ་རྐྱེན་རེད་འདུག་གང་ལྟར་ཆོས་རྒྱུ་ཡི་ཐིགས་པ་ཆེན་པོའི་གི་དམིགས་ཡུལ་དུ་མཐོ་བཞག་དེའང་འབྲས་བུ་སངས་རྒྱས་རེད་བསྡད་འདུག་འབྲས་བུའི་སྒོ་ནས་བསྟན་པའི་གི་ཐིགས་པ་ཆེན་པོ་མཐའ་དག་གི། ཐོ་བྱ་འདྲེས་པ་ད་དུ་ནི་འདྲེས་པ་སངས་རྒྱས་ཀྱི་ས་རེད་འདུག་དེ་ཡིན་དུས་རྩ་ནས་སུ་འདུག་སུ་སྐྱིད་པ་རེད་ཟེར་ན་ནི་མདོ་ཚིག་གཉིས་ཐིག་པའི་བཀའ་ནས་བཤད་པའི་དབུ་མ་དང་སེམས་གཙང་གཉིས་སུ་འཛུག་གི་བཙུག་ས་ཅན་གྱི་གྲུབ་མཐའ་གཉིས་ལྡན་བྱེད་ཀྱི་རྒྱུ་ཡི་ཐིག་པ་ཆེན་པོ་དེ་དང། འདྲེས་པ་སྲུང་བ་སྔགས་ཀྱི་ཐིག་པ་ཟེར་ནས་ཕྱི་རྒྱུད་བདེ་སྲུང་ནང་རྒྱུད་བདེ་སྲུང་རྒྱུད་སྡེ་དྲུག་ཏུ་ཐིག་པ་དྲུག་གི་སྒོ་ནས་དབྱེ་ནས་བཤད་འདུག་རྒྱུ་མཁྱེན་ཐམས་ཅད་དེ་གའི་དེ་དེ་ལ་དེ་འབྲས་བུ་ཀྱི་ཐིགས་པ་ཆེན་པོ་ཟེར་དོ། མདོར་ན་རྒྱུ་ཡི་ཐིགས་པ་ཆེན་པོ་དང་འབྲས་བུའི་ཐིགས་པ་ཆེན་པོ་གཉིས་བཀག་སྟེ། མདོག་དང་རྒྱུ་དེ་གཉིས་བཀག་མདོག་དང་སྔགས་གཉིས་བཀག་སྟེ། དེ་ནི་སྐྱེས་པ་སྐྱེས་ཟིན་རེད་འདུག་ཟེར་བའི་གི་དན་རྡོ་དན་སྐྱེས་ན་ཡང་ཟེར་ཏེ་དན་རྡོ་སྐྱེས་པ་ཟེར་གྱི་དེ་དེ་རེད་འདུག་སྐྱེས་པ་ཡིན་ཚུལ་དེ་དེ་གཉིས་སྐྱེས་པ་རེད་ཟེར་གྱི་འདུག། དེ་ནི་སྐྱིད་པ་ཡིན་ཚུལ་ག་འདྲི་ཞིག་ནས་བསྟན་པ་རེད་ག་རེ་ཞིག་ནས་སྐྱིད་པ་རེད་ཟེར་ན། རྗེ་ཡི་ལྟ་བ་སྐྱིད་པ་རེད་ཟེར་གི་མི་འདུག་སྒམ་པོའི་ལམ་སྐྱིད་པ་རེད་ཟེར་གི་མི་འདུག་མཐོ་བཞག་འབྲས་བུ་དེ་སྐྱིད་པ་རེད་ཟེར་ཏེ་འབྲས་བུ་སངས་རྒྱས་ཐོབ་རྒྱུ་དེ་སྐྱིད་པ་རེད་ཟེར་དེའི་མགོ་ནས་སྐྱིད་པ་ཡིན་ཚུལ་དེ་བཤད་གི་འདུག་དན་སྐྱིད་ན་ཡོང་ཟེར་བའི་གི་དན་རྟགས་དེ། ལྕགས་མཐའ་གཏུགས་ཀྱི་འབྲས་བུ་སངས་རྒྱས་སེང་གེའི་སྟེ་མདོ་མཚན་ཉིད་བསྡུས་པ་ཨོ་གསལ་སྙིང་གི་ཐོ་རྒྱུད་ཅན་གྱི་འབྲས་བུ་དེ་འོང་སངས་རྒྱས་དེ་རང་རེད། སྔགས་རྡོ་རྗེ་ཐེག་པའི་རྒྱུད་སྡེ་བཞི་དང་རྒྱུད་སྡེ་དྲུག་གི་བཀའ་ནས་བཤད་འདུག་རྒྱུ་དང། རྒྱུད་སྡེ་དྲུག་ཁག་གི་ཐོ་ལྕགས་ཀྱི་འབྲས་བུ་དེ་ནི་འབྲས་བུ་སངས་རྒྱས་དེ་རང་རེད། དེ་ལས་ལོགས་སུ་བཅུ་པོད་ཀྱི་ཐོ་ལྕགས་ཀྱི་འབྲས་བུ་རྒྱུད་ཐེག་པ་ཆེན་པོ་མདོ་བླངས་པ་དང། འབྲས་བུ་གྱི་ཐིགས་པ་ཆེན་པོ་སོ་ལྔ་པ་གཉིས་བཀག་དེ་ལ་ཡང་ཡིན་མི་འདུག་ཟེར་ནས་ཨོ་ཏི་མགོ་ནས་ཐག་ཏུ་བཅད་དེ་དན་ཐག་གཅིག་པ་རེད་ཟེར་ནས་ཨོ་དན་གཅིག་ན་ཡང་ཟེར་བའི་དན་ཐག་གཅིག་དེ་རེད་བསྡད་འདུག་དེའི་མགོ་ནས་དེ་ནས་ཨོ་གསར་བཤད་མཛད་གནང་གི་འདུག་སྐར་མ་ལ་ཤར་ལ་ཁོང་གི་ཚུར་སོང་འགྲན་མི་གནང་ནས། དེ་དག་དུས་ཀྱི་དོན་ལྡོག་སྟེ་དོན་གཅིག་ན་ཡོང་ཟིན་གྱི་དེ་ཚེ་སྐྱེ་བའི་རིགས། ད་ཚེ་སྐྱེ་གི་དོན་ལྡོག་འདི་ལ། དེ་སྔར་གྱི་མཁས་པ་ཐམས་ཅད་ཀྱིས་མཁས་བྱེད་མཁས་གྲུབ་དཔོན་གྲུབ་རྣམས་ནས་བཟུང་སྟེ་དུས་ད་ལྟ་གི་བར་དུ་འདི་ལ་རྩོད་རྙོག་ཆེན་པོ་གཅིག་དང། ད་རུང་ལ་ཡང་ཐག་བཅད་མ་ཐུབ་པའི་རྙོག་ཟིང་ཆེན་པོ་གཅིག་གི་དོན་ལྡོག་ཅིག་འདི་ལ་ཐུག་བསྡད་པ། མ་གཏོགས་པ། འདི་ལ་ལས་སླ་པོ་ཅིག་དང། གོ་ཆོག་ཆོག་རྟོགས་ཆོག་ཆོག་འདི་འདྲ་ཅིག་གི་དན་རྟགས་ཅིག་ཏུ་རྩ་བ་ཉིད་ནས་མ་རེད། དེ་ལྟ་ཡིན་ན་ཡང་ང་རང་སྐྱེ་བོ་གང་ཡང་མི་ཤེས་ཏེ་གང་ཤེས་པ་མཐའ་དག་དེ་འདི་ལ་གཅིག་སྤངས་ནས་བཤད་བསྡད་པ་དེ་བཞིན་ཨེ་ནི་གཞང་དེ་དྭངས་ནས་མང་པོ་ཅིག་ཡིན་པའི་དོན་ལ་དུས་ཚོད་མང་པོ་ཅིག་འཕྲོ་བརླག་གཏོང་མཛད་ཅིག་མོ་རང་མོ་སྨན་མ་གཏོགས་བཅོས་པས་ཕན་ཐོགས་རྒྱ་ཆེན་པོ་ཅི་བྱུང་ས་རེད་སང་སང་འདྲ་པོ་ཅི་མི་འདུག་གང་ཡིན་ཟེར་ན་ང་རང་ཚོ་ཉན་མཁན་ཐང་ཅན་ནི་ཕར་ཆེ་བ་དེ་ཤེས་བ་ཕོ་མོ་ཤ་སྟག་རེད་མ་གཏོགས་འདི་ཚོ་ཐང་ཅན་གྱི་གཏན་ལ་ཧ་ཅང་ཞིབ་འཇུག་གིས་རྩོལ་བ་དང་དཔྱད་དཔེ་ཀྱིས་ཅིག་སྟོང་ཤོད་རིགས་པ་འགྲོ་གི་ཡོད་ན་མེད་ན་ཧ་མི་གོ་བའི་དེ་འདྲའི་གནས་སྟངས་ཆགས་དུས་ཕན་ཐོགས་ཆེན་པོ་བྱང་ཐུབ་ས་སང་སང་མི་འདུག་ཡིན་ན་ཡང་ད། ཚང་མ་ཐམས་ཅད་བརྒྱ་ཆ་བརྒྱ་ཐམ་པ་ནི་ཡང་སྐྱེ་བོ་ཕོ་མོ་དེ་འདྲའི་སྐྱེ་བ་མིན་པ་ཡིན་དུས་དགེ་འདུན་བ་བོད་ཀྱི་སྡེ་ཡང་མི་ཉུང་བ་ཅིག་འདིའི་ནང་ལ་ཡོད་དགོས་པ་ཡིན་དུས་ད་ཅི་ལྟའི་ཚེ་ས་བོན་ཙམ་གྱིས་ཀྱིས་མ་གཞུག་ན་མ་འགྲིག་པ་སོགས་འདྲ་བོ་དེ་འདྲའི་ཆགས་འདུག་དེ་ནས་ག་རེ་རེད་ཟེར་དན་ཏོག་བཤད་ན་ད་དན་གཅིག་ན་ཡང་དན་ཏོག་འབྲས་བུ་སངས་རྒྱས་ཐོབ་རྒྱུ་དེ་མདོ་མཚན་ཉིད་ཐིགས་པའི་ལམ་ལ་བརྟེན་ནས་འབྲས་བུ་སངས་རྒྱས་མཚན་ཉིད་པ་ཐོབ་ཀྱི་ཡོད་རེད་དང་མ་རེད། ཟེར་ཡ་ཁྱེད་ཀྱིས་ཐོབ་ནུས་ཀྱི་རེད་དམ་མ་རེད་ཟེར་ཡ་དེ་རེད། གསང་སྔགས་རྡོ་རྗེ་ཐེག་པའི་ལམ་ལ་བརྟེན་ན་སངས་རྒྱས་འབྲས་བུ་དེ་ཐོབ་ཐུབ་ཀྱི་རེད་དམ་མ་རེད་ལ་རྩོད་པ་མེད་མཁན་གྱིས་དང་དོགས་པ་མེད་མཁན་གྱིས་ཀྱིས། ང་རང་ཚོ་ས་དགེ་བཀའ་རྙིང་སུ་ཡིན་ན་ཡང་དེ་རྩོད་མེད་ཀྱི་དེ་དེ་འདྲ་གཅིག་ཆགས་དེ་ཡོད་རེད། གསང་སྔགས་རྡོ་རྗེ་བརྟུལ་པའི་གླང་ལ་བརྟེན་ན་འབྲས་བུ་སངས་རྒྱས་ཐོབ་ཐུབ་གི་རེད་ཟེར་བ་དེ་ཐང་ཆད་ཚོགས་མི་གི་ཐག་གཅོད་བཞག་རྒྱུ་ཆེན་དོ་ཡེ་ཁྱེད་སྐྱོང་མཁན་དེ་འདྲ་ཅིག་རེད་ཡིན་ན་ཡང་མདོ་ཚིག་མཚན་ཉིད་ཐིག་པའི་གི་གླང་ལ་བརྟེན་ན། དེ་ནི་སངས་རྒྱས་ཐོབ་གི་རེད་དོ་མ་རེད་སངས་རྒྱས་ཐོབ་པའི་གི་ནུས་པ་དེ་མདོ་མཚན་ཉིད་ཐིག་པའི་གླང་ལ་ཡོད་རེད་དོ་མ་རེད་ཟེར་ནས་ཨོ་ད་རྩོད་རྙོག་བྱུང་ས་འདྲ་པོ་ཅིག་རེད་ཅིག་དེའི་ཐོག་ལ་ཆགས་དུས་ཡོད་རེད་དུས་ད་ལྟ་བར་དུ་ལ་ཡང། འདི་གནད་འགག་ཆེན་པོ་གཅིག་འདུག་དཀའ་དབྱིག་གི་གནད་འགག་གཅིག་བརྩི་གི་ཡོད་རེད་མ་གཏོགས་ལས་སླ་པོ་དེ་འགྲིག་གི་མ་རེད། དེ་ནས་དེ་ལ་ཆོས་བརྒྱུད་དུ་གྲུབ་མཐའ་འཛིན་པ་ཐམས་ཅད་དག་པའི་རྣམས་མི་འདྲ་བ་གཙོ་བོ་གཅིག་ལ། དེ་ནས་ཕ་སྐྱེས་ས་སྐྱ་པ་དག་ཁོངས་དད་ཚུལ་གྱིས་མི་འདྲ་བའི་དམིགས་བསལ་ཅན་གྱིས་འདིའི་ནང་དུ་ཆགས་དུས་ཡོད་རེད། འབྲས་བུ་མཐར་ཐུག་གི་སངས་རྒྱས་ཀྱི་ས་ཟེར་མཁན་དེ་ནི་ག་འདྲའི་ཅི་ལས་ཡག་གི་རེད་ཟེར་ན། ས་སྐྱོ་གསུངས་པ་རྡོ་རྗེ་འཛིན་པའི་ས་ཟེར་མཁན་དེ་སངས་རྒྱས་མཚན་ཉིད་ཕུལ་གྱི་ས་དེ་སྐྱོ་གསུངས་པ་རྡོ་རྗེ་འཛིན་པའི་ས་དེ་ཡིན་གསུངས་ནས། འོ་ད་དེ། པ་ས་སྐྱ་པ་ཆེན་པོ་བསོད་ནགས་རྩེ་མོ་དང་གྲགས་པ་རྒྱ་མཚན་ཁོང་རྣམ་པ་གཉིས་ཀྱིས་དེ་གསུངས་པ་རེད་ཁོང་རྣམ་པ་གཉིས་ཀྱིས་དེ་གསུངས་པ་ལ་བརྟེན་ནས་ས་སྐྱ་པས་མཁྱེན་ནས་བཟང་དུས་དུས་ད་ལྟའི་བར་དུ་ས་སྐྱ་པའི་དགེ་བས་དཔེ་འབྲུག་ཐང་ཆེན་གྱི་དེ་ཁོ་ནའི་རྗེས་སུ་འབྲངས་ཏེ། མདོར་ན། སངས་རྒྱས་མཚན་ཉིད་དཔེ་གི་ས་དེ་ནི་སྐྱོ་སུན་རྡོ་རྗེ་འཛིན་པའི་ས་ཡིན་དགོས་ཀྱི་རེད། སྐྱོ་ཉེས་པད་མ་ཤོག་པད་མ་ཅན་གྱི་ས་དང་སྐྱོ་སུན་རྡོ་རྗེ་འཛིན་པའི་ས་དེ་བགྲོད་པ་ཞེས་པ་ལ་སྲོག་སྔགས་རྡོ་རྗེ་ཐིག་པའི་ལམ་ལ་མ་བརྟེན་ན། ས་སྐྱོ་ཉེས་པ་དང་ས་སྐྱོ་སུན་པ་དེ་མཐོ་བཞིའི་སྐྱོ་པའི་མཐའ་དང་ལངས་ཏེ་རྩ་ནས་མདོ་བླངས་ན་མེད་ཟེར་ནས། དེ་མེའི་བདུད་རྩ་ནི་མདོག་མཚན་ཉིད་དུས་བི་ལང་ལ་བརྟེན་ནས། སངས་རྒྱས་མཚན་ཉིད་པ་ཐོག་ཐུག་གི་མེའི་སྲོག་ནི་ཁོང་རྣམ་པར་སྣང་གི་ཤས་སོགས་དེ་རེད། མདོག་མཚན་ཉིད་དུས་བི་ཨུ་མ་དང་སེང་སོགས་གཉིས་ཀྱི་བཀའ་ནས་བཤད་པའི་ཐབས་དང་ཤེས་རབ་གཉིས་པོ་དེ་ལམ་ཡོངས་སུ་བླངས་པ་ཡིན་ན། ཐོ་བཞིའི་ཆུ་ཐོ་བཞག་གཅོད་པའི་འབྲས་བུ་མཐར་ཐུག་དེ་བཅུ་གཅིག་པ་ཀུན་ཏུ་འོད་ཀྱི་ས་དེ་གཅིག་པོ་ཐོག་གི་ཡོད། བཅུ་གཅིག་པ་ཀུན་ཏུ་འོད་ཀྱི་ས་དེ། དེ་ནི་སངས་རྒྱས་ཀྱི་ས་མཚན་ཉིད་པ་མ་ཡིན་ས་བཅུ་གཅིག་པ་ཀུན་ཏུ་འོད་ཀྱི་ས་དེ་བགྲོད་ཚད་མདོ་ལང་ནས་ཡར་བགྲོད་ནས་བཅུ་གཅིག་པའི་ས་དེ་ཐོབ་ཚད་དུས་ད་རུང་གཅིག་བསྟན་འདོད་ལ་མ་ཞོག་པད་མ་ཅན་གྱི་ས་དང་བཅུ་གསུམ་པ་རྡོ་རྗེ་འཛིན་ས་གཉིས་པོ་དེ་རྗེས་ནས་གང་རེ་གང་ནས་ད་རུང་བགྲོད་ཀྱི་ཡོད། དེ་བགྲོད་པ་དེ་ལ་སྔགས་ལ་མ་བརྟེན་ན་མདོ་ལ་སྟེ་བགྲོད་བཞི་བཅུ་པའི་མཐའ་དུ་ལངས་མི་ཡེ་ཟེར་ནས་འོ་ས་ཆ་པ་ཁོང་རྣམ་པ་ནང་གི་བཞེད་སྲོལ་དེ་འདྲ་ཅིག་རེད། དེ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་མདོ་མཚན་ཉིད་དེ་བུ་ལང་ཁོ་ན་ལ་བརྟེན་ན། སངས་རྒྱས་རྟག་པ་བ་དེ་བཅུ་གཅིག་པ་ཀུན་ཏུ་འོད་ཀྱི་ས་སྐྱིད་པོ་གཅིག་རེད་མ་གཏོགས་བཅུ་བུ་གིས་དེ་གང་ལ་བགྲོད་ཐུབ་པའི་ནུས་པ་མེད། བཅུ་གཉིས་པ་དང་བཅུ་གསུམ། ཐུབ་གི་མ་རེད་དེ་ཐོབ་མི་ཐུབ་པའི་རྒྱུ་མཚན་དེ་ལ་བརྟེན་ནས་མདོ་ལང་ཁོ་ན་ལ་བརྟེན་ནས་སངས་རྒྱས་ཐོབ་རྒྱུ་མེད་ཟེར་ནས་འོ་དེ་འདྲའི་ཁོང་རྣམས་པ་ནང་གི་གསུང་སོགས་དེ་གཅིག་མི་འདྲ་བའི་ཆད་པ་གཅིག་དེ་རེད། དེ་མ་གཏོགས་བོད་ཀྱི་དག་དགེ་ལྡན་བོད་ཀྱི་ཕྱོགས་ཀྱི་ཤ་རྒྱུད་ཙོང་དགའ་བ་བློ་བཟང་གྲགས་པ་ཁོང་རྣམ་པ་ནང་གི་ལས་བཤད་ཀྱི་གསུང་ར་ནང་དུ་རེད་དེ་ནང་གི་ཅིག་གི་བཀའ་བརྒྱུད་པའི་ཕྱོགས་ཀྱི་མཁས་གྲུབ་རྣམ་པ་ནང་རེད། སྔ་འགྱུར་རྙིང་མིག་གི་བཞི་སོགས་དུ་སོགས་ཐང་ཅིག་བཞི་ཡོང་དུས། ད་དེ་འདྲ་བྱས་དུས་ཡང་དེའི་ཚུལ་གྱིས་དེའི་ཐོག་ནས་ཁ་ཁ་ཆགས་དུས་ཡོད་རེད། གང་ཡིན་ཟེར་ན། བཅུ་གཅིག་པ་ཀུན་ཏུ་འོད་ཀྱི་ས་ཟེར་གི་ས་བཅུ་གཅིག་པ་དེ་སངས་རྒྱས་མཚན་ཉིད་པ་རང་རེད་ཟེར་ནས་ཐག་བཅད་མཁན་དེ་སྔ་འགྱུར་རྙིང་མ་དང། གསར་མའི་ཐོག་ན་བཀའ་བརྒྱུད་པའི་དཔེ་འབྲུ་རྣམས་དང་རྗེ་ཙོང་ཁ་པ་བློ་བཟང་གྲགས་པ་རྗེས་འབྲང་མཁོ་དུ་བྱས་པ་ཐམས་ཅད་ཀྱི་ཡོངས་རྫོགས་ཀྱི་ས་བཅུ་གཅིག་པ་ཀུན་ཏུ་འོད་ཀྱི་ས་དེ་སངས་རྒྱས་ཀྱི་ས་མཚན་ཉིད་པ་ཡིན་ཟེར་ནས། ཨོ་དེ་ལ་དེ་སངས་རྒྱས་མཚན་ཉིད་པ་ཡིན་ཟེར་ནས་ཐག་བཅད་གནང་གི་ཡོད་རེད། དེ་ལས་གཞན་བོད་ཀྱི་རྒྱུད་སྡེ་དང་མདོ་སྡེ་སུ་རིན་པོ་ཆེ་ཐམས་ཅད་ཀྱི་ལྷའི་ལྷུ་བ་མེད་པའི་རྒྱུད་གསུང་ར་རྣམས་ལས་གསུང་ས་ཡི་ཡོད་རེད་བཅུ་གཉིས་པ་མ་ཅོག་པད་མ་ཅན་གྱི་ས་སུ་བཤད་རེད་བཅུ་གསུམ་པ་རྡོ་རྗེ་འཛིན་པའི་ས་སུ་བཤད་རེད་དེ་ན་བཅུ་བཞི་པ་བཅོ་ལྔ་པ་བཅུ་དྲུག་པ་བཅུ་སྟོང་པ་ཡེ་ཤེས་བླ་མའི་ས་ལ་སོགས་པ་དེ་འདྲའི་རྒྱུད་སྡེ་ཚད་ལྡན་ཐམས་ཅད་ལ་ནི་སྦྱར་བ་ལོངས་སྤྱོད་རྫོགས་སྐུ་ཐམས་ཅད་ཞེས་ཡང་གསང་རྒྱ་བོད་ཀྱི་རྒྱུད་སྡེ་ཚད་ལྡན་ཡོད་རེད་ཡོད་རེད་དེ་ཡིན་ན་ཡང། ས་བཅུ་གཅིག་པ་ཐོག་ཚར་བའི་རྗེས་སུ་ད་རུང་གང་ལ་ས་བླངས་ཀྱི་རྟོག་པ་སྒྲོལ་རྒྱུ། གང་ནས་སྒྲོལ་མ་བསམས་པའི་ས་བླངས་ཀྱི་རྟོག་པ་སྒྲོལ་རྒྱུ་ཅན་གྱིས་སྔ་ད་ནས་སྤོང་མ་ཟད་པ་ད་རུང་སྒྲིབ་པ་སྤོང་རྒྱུ་ཅན་གྱིས། འདི་འདྲ་རྩ་ནས་མེད་ཟེར་ནས་ཐག་བཅད་དུས་མདོར་ན་ས་བཅུ་གཅིག་པ་ཐོག་ཚར་བའི་གི་འཕགས་པ་དེའི་རྒྱུད་ལ། དེ་ནི་འབྲས་བུའི་ཡེ་ཤེས་རྣམ་པ་ལྔ་ཡོད་རེད་འབྲས་བུའི་ཡེ་ཤེས་རྣམ་པ་སྔགས་ཀྱི་ལྡོག་ཆ་ལ་ས་སྔགས་ཀྱི་མིང་སོ་སོ་སོ་སོ་བཏགས་དགག་རྒྱུ་གཅིག་དེ་འདྲ་གཅིག་རེད་མ་གཏོགས་དེ་ནི་གོང་ནས་གོང་དུ་ད་རུང་གི་བགྲོད་པའི་རིམ་པ་གཅིག་དེ་འདྲ་རྩ་ནས་མེད་ཟེར་ནས་ཁས་མི་ལེན་པ་རེད། དེའི་འགོ་ནས་བྱས་པ་ཆགས་འགྲོ་གི་ཡོད་རེད། དེ་མ་ཟད་པ་གི་ས་བཅུ་གཅིག་པ་ཀུན་ཏུ་འོད་ཀྱི་ས། ཐོག་ཚ་མཁན་གྱི་འབྲས་བུ་སངས་རྒྱས་དེ་ལ་སྟེང་སྐུ་སྐྱིད་པོའི་ཐད་ནས་སོ་ནི་སྟོང་བཟའ་བ་ནི་ཆོས་སྐུ་གི་སྐུ་ཡོད་རེད་ལོངས་སྐུ་གི་སྐུ་ཡོད་རེད་སྤྲུལ་སྐུ་གི་སྐུ་ཡོད་རེད་དེ་གསུམ་ཡོད་པའི་རྒྱུ་མཚན་གྱིས་ཨེ་ནི་ཀྱེ་སྤྲུལ་སྐུ་སྐུ་དེ་ལ་སྤྲུལ་པའི་སྐུ་དེ་དག་ཐམས་ཅད་ལ་ཀྱེ་ཀྱེ་གར་ཟེར་གུར་བཅུ་གཅིག་པ་ཀུན་ཏུ་འོད་ཀྱི་ས་ཟེར་རྒྱུ་འདྲ་བོ་དང་ལོངས་སྐུ་གི་དེ་དག་ཐམས་ཅད་ལ་མ་ཤོག་པད་མ་ཅན་གྱི་ས་ཟེར་ནས་རྟགས་བཞག་རྒྱུ་འདྲ་བོ་དང་ཆོས་སྐུ་དེ་ལ་དེ་ནི་བཅུ་གསུམ་པ་རྡོ་རྗེ་འཛིན་པའི་ས་ཟེར་ནས་མེད་རྟགས་བརྒྱབ་རྒྱུ། སྐུ་གསུང་གི་ཟློག་པ་དང་ཡེ་ཤེས་སྔགས་ཀྱི་ཟློག་བྱ་ནི། དེ་ནི། ཀྱི། ས། སྐྱོ་གཉིས་སྐྱོ་གསུམ་སྐྱོ་གི་སྐྱོ་ལྡན་གྱི་བར་དོ་ལའོ་དེ་འདྲའི་ཤེས་ནི་ཕ་གཡས་གཡོག་རྒྱུ་ཆེན་གྱི་རེད་མ་གཏོགས། གང་ལྟར་ཀྱང་ས་སྐྱོ་གཅིག་པ་ཐོག་ཚ་ནས་བཟང་དེ་ལ། སྒྲོལ་བྱ་སྐྱོ་པའི་ས་ཐམས་ཅད་གང་ནས་དག། ཡ་འཇོག། སྒྲོལ་མ་བསགས་པའི་གི་ས་བསགས་དུ་སྒྲོལ་རྒྱུ་གང་ནས་མེད། རྟོགས་པ་བསགས་དུ་བཤད་རྒྱུ་ཡང་མེད། སྒྲིབ་པ་བསགས་དུ་སྤང་རྒྱུ་ཡང་མེད་སྤང་རྟོགས་གཉིས་རྫོགས་མཐའ་རབ་ཏུ་ཕྱིན་པ་དེ་ས་སྐྱོ་གཅིག་པའི་ས་ནས་ཕྱིན་ཚར་བ་རྐྱེན་གྱིས་ཡིན། ཟེར་ནས།

ཟས་ཀྱི་སྐྱེས་ཀྱི་དན་དང་ཀེག་ཏིའི་ཐོག་ནས་འདི་ལ་རྩོད་སྙོམས་མང་པོ་སྐྱེས་ཐུགས་དད་རྒྱུ་ཅན་གཏེར་རེད། དེའི་དབྱེན་པའི་རྒྱུ་མཚན་དེ་ལ་བརྟེན་ནས་ད་མདོ་ཚིག་རྙིང་ཐིག་པིག་གི་ལམ་ལ་བརྟེན་ནས་ས་བཅུ་གཅིག་པ་ཀུན་ཏུ་འོད་ཀྱི་ས་དེ་ཐོག་ཐུག་གི་རེད་དམ་མ་རེད་ཟེར་དུས་འོ་དེ་ཐུག་གི་རེད་ཟེར་ནས། ཡང་ཐང་སྐྱེས་ཀྱི་ད་ཐག་སྐྱེས་རྒྱུ་ཅན་གེག་ཏི་རེད། ཐག་སྐྱེས་གི་ཡོད་རེད་མདོ་ཚིག་རྙིང་ཐིག་པིག་ལམ་ལ་བརྟེན་ནས་ཀུན་བཅུ་གཅིག་པ་ཀུན་ཏུ་འོད་ཀྱི་ས་བགྲོད་ཐུག་གི་རེད་ཐུག་གི་ཡོད། རྒྱུ་སྐྱེས་པ་ཀུན་ཏུ་འོད་ཀྱི་ས་སྟེ་སངས་རྒྱས་ཀྱི་ས་མཚན་ཉིད་པ་ཡིན་དེའི་གོང་ན་ད་སངས་རྒྱས་ཀྱི་ས་ཐོགས་རྒྱུ་དུ་སྒྲོལ་རྒྱུ་མེད་ཟེར་ནས་ས་བླངས་ཀྱི་རྟོགས་པ་སྒྲོལ་རྒྱུ་མེད་ཟེར་ནས་དེའི་སྟེང་དུ་ཐག་བཅད་དགོས་ཡོད་རེད། བྱས་ན་དེ་རེད། ཡང་གཞན་གཅིག་གི་ནང་ན་གསལ་བཤད་སོགས་བྱེད་འདུག་པས་ན། མངའ་རིས་པཎ་ཆེན་པདྨ་དབང་རྒྱལ་ཁོང་གི་གསུང་དུ་རྩ་ནས་གསང་ཆེན་སྨིན་གྲོལ་ལངས་ཕྱོགས་མ་འཐད་པར་ཐོགས་པར་མི་བྱེད་རྫོགས་སངས་རྒྱས་ཏེ་གསང་གསུངས་པ་ལྟ་བུ། གང་འདི་འབྲས་བུ་མཐའ་ཐུག་གི་སངས་རྒྱས་ཀྱི་ས་དེ་ཀུན་བཅུ་གཅིག་པ་ཀུན་ཏུ་འོད་ཀྱི་ས་རེད་པས་ས་བཅུ་གཅིག་པ་དེ་ཐོབ་པ་བྱས་པ་ལ། གསང་བ་མཆོག་གི་ཐིགས་པ་སྟེ་གསང་སྔགས་ནང་རྒྱུད་སྡེ་གསུམ་གྱི་བཀའ་ནས་བཤད་པའི་གསང་སྔགས་ཀྱི་ལམ་དང་གསང་སྔགས་ཀྱི་ལྟ་བའི་གི་ལམ་དེ་ལ་མ་བརྟེན་ན་དེ་འབྲས་བུ་སངས་རྒྱས་ཐོབ་པ་རྩ་ནས་མི་སྲིད་ཟེར་ནས་པདྨ་ཨོ་རྒྱ་ཁོང་གིས་དེ་ཐག་བཅད་པ་རེད། དེ་མ་ཟད་པར་སྐུ་མཁྱེན་ཆོས་ཀྱི་རྒྱལ་པོ་གླང་ཆེན་རྭ་འཇམ་པ་ཁོང་ནོར་བ་ནོར་གྱིས། མཛོད་ཆེན་རྣམ་པ་གདོན་ལ་སོགས་པའི་ནང་ནས་གསུམ་འདུས་ཡོང། མཐར་ཐུག་གི་འབྲས་བུ་ས་བགྲོད་པ་ཞེས་པ་ལ་ཀུན་ཏུ་འོད་ཀྱི་ས་ཐོབ་པ་ཞེས་པ་ལ་གསང་སྔགས་རྡོ་རྗེ་ཐེག་པའི་སྨིན་གྲོགས་ཀྱི་ལམ་ལ་མ་བརྟེན་ན་འབྲས་བུ་སངས་རྒྱས་ཐོབ་རྒྱུ་རྩ་ནས་སྲིད་ཀྱི་མ་རེད་བསམ་ནས་ཨོ་དེ་འདྲའི་ཞིག་ནས་གསུངས་པ་བྱིན་གྱིས་རེད། དེ་གསང་དབང་པོ་གི་སྐད་ཆ་དེ་ཚོ་ཐང་ཆད་ལ་བསྟན་ཡོང་དུས་ཀྱི་དེ་ནས་རྗེས་འཇུག་གི་མཁས་པ་སྔ་འགྱུར་རྙིང་མ་གཅིག་པུས་ཀྱི་ནང་ནས་ཀྱང་སྤྱི་བཏང་གི་དང། ཞོ་སྐྱེ་ནད་ཀྱི་དགོངས་པ་ལ་ཕོག་གི་ཡོད་ན་དགོངས་དག་དང་ཐུག་སྟེ་ཟེར་རྒྱུ་ཅན་རེད་ཞོ་སྐྱེ་ནད་ཅེས་སོགས་ནི་གཏོང་དགོས་པ་ན། འོ་མཁས་གྲུབ་གཉིས་ལྡན་ཅེས་བརྒལ། དེ་ནས་གར་སའི་མཁས་གྲུབ་གཉིས་ལྡན་གྱི་མན་ཡོད་མི་ཅན། དེའི་ནང་གི་རྩ་རྒྱུད་སྲོང་བ་སྙིང་པོ་དགེ་འགྲེལ་བ་དང་ཤེས་ལྡན་གྲི་ཐུག་མི་ཅན། དེ་དེ་འདྲ་ཡིན་དུ་མི་བྱེད། མཁས་ཡོ་བྱས་ན་ནི་ཚིག་བརྡུང་བརྡུང་ཙམ་གྱིས་ཀྱང་གོ་བ་ཙམ་དུ་ལེན་ནས་ལྷུ་ཙམ་དུ་བསྒྲིགས་མ་ཐུབ་ནས། ཡང་བཟོ་རྟགས་ལུང་པ་ཀུན་བསྟན་གླེང་ནས་ཡིག་ཚོགས་ལུང་པ་ཀུན་དཔེ་ཆ་མཐོང་ཚུལ་དུས་ད་ལྟ་བར་དུ་བྲིས་ནས། དེ་ནི་མགོ་རྨོངས་དེ་མཁན་དེ་འདྲའི་མོང་བདག་ཅིག་སྔ་འགྱུར་གཉིས་མེད་ཀྱི་དཔེ་ཆ་བཤད་མཁན་དུ་འཁྲུངས་མཁན་ཐམས་ཅད་ལ་དུས་ད་ལྟ་བར་དུ་ཞོགས་འདེགས་ཅིག་བྱིན་གྱི་རེད། དེ་མགོ་རྨོངས་རྒྱག་ས་དེ་གི་རྨོངས་དད་དེ་དང་མགོ་འཐམ་ས་ག་བ་ལ་འཐམ་པ་རེད་ཟེར་ན། སངས་རྒྱས་སྨིན་དྲུག་གི་ལངས་ཕྱོགས་དང་གསང་སྔགས་རྡོ་རྗེ་གཅིག་པུའི་ལངས་ལ་མ་བརྟེན་ན་འབྲས་བུ་སངས་རྒྱས་ཐོབ་རྒྱུ་མེད་པས་ཁྱབ། ཟེར་ནས་མཚན་རྟགས་དེ་རྒྱང་བ་ཀློང་ཆེན་རབ་འབྱམས་དཔའ་ལ་སོགས་པ་དང་སྔགས་རབ་པཎ་ཆེན་ལ་སོགས་པ་ཐམས་ཅད་ཀྱི་ཐག་བཅད་རེད་དེ་བདེན་པ་རེད་ཁྱབ་གི་རེད་དེ། ཁྱབ་ཟེར་འོ་འདུག་རྩ་ནས་ད། ཤུགས་ལ་ག་རེ་དོགས་པ་བསགས་ཡོང་གི་རེད་སངས་རྒྱས་སྨིན་དྲུག་ལངས་ཕྱོགས་རྩ་ནས་མ་ཡིན་ག་རྒྱུ་རྐྱེན་གྱི། སྔགས་རྡོར་གྱིས་བྲིས་པའི་གླང་མ་ཡིན་པ་དང་གསང་སྔགས་རྡོར་གྱིས་བྲིས་པའི་གླང་ལ་མི་གཏད་པ་དེ་ད་སུ་རེད་ཟེར་ཏེ་འཛུགས་ཀྱིས་བཙུགས་རྒྱུ་གཉིས་སྣང་བར་ཆགས་ནས་འོ་མདོ་ཚིག་གཉིས་བྲིས་པའི་གླང་དེ་རེད་ཟེར་ནས་ད་དེ་མ་གཏོགས་འཛུགས་བཙུགས་ས་མེད་འོ་འདི་དེ་ལ་འཛུགས་ཀྱིས་བཙུགས། ཞེས་དེ་རྩ་ནས་ད་མདོ་ཚིག་གཉིས་བྲིས་པའི་གླང་ལ་སངས་རྒྱས་ཐོག་རྒྱུ་རྩ་ནས་ཡོད་མ་རེད་ཟེར་ནས་དེ་ནི་ཤེས་ལྡན་མཁན་རྐྱེན་གྱིས་དེ་འདྲ་ཅིག་ད་ལྟ་བར་དུ་བྱུང་ཡོད་རེད། ཤི་སོགས་ང་རང་ཚོ་ད་ལྟ་ཞག་སྡོད་ཞོར་ཡིན་པ་རེད་མཁས་གྲུབ་གཉིས་ལྡན་གཅིག་གིས་སྨྲས་ཡོད་པ་རེད་ཀུ་རགས། སྐུ་ར་སྔས་མ་བཏང་སའི་འོག་གི་བྲག་གཡས་ཡོད་མི་གཅིག་ཏུ་སོགས་དང་གཅིག་དེ་རིགས་ཀ་ཙོང་དེ་གསར་པ་བྲིས་ཡོད་རེད། སོ་ལྔ་རྡོར་གྱིས་བྲིས་པའི་གི་ལང་ལ་མ་བརྟེན་ན་དེ་ནི་སངས་རྒྱས་ཐོབ་རྒྱུ་མེད་སོ་ལྔ་རྡོར་གྱིས་བྲིས་པའི་ལང་ཟེར་མཁན་དེ་ཆད་པ་དང་འཕགས་པ་ཡི་དུས་ཀྱི་ཁྱད་ཆོས་བརྗོད་པ་ཡིན་ཟེར་མཁན་བཤད་ནས་མདོར་ན་སོ་ལྔ་ལང་གི་ཁྱད་ཆོས་འདི་གང་ཡང་བརྗེད་མ་ཐུབ་པ་ཅིག་གི་ཐོག་ནས་མདོ་མཚན་ཉིད་ཐིག་པ་ལ་སྐུ་འདས་ལུང་པ་གང་སྨྲ་ཤ་སྨྲས་བཅད་ལུང་པ་གང་བཤད་ནས་དེབ་བྲིས་ནས་དེ་རིགས་ཁ་ཙོང་ཆ་བསྒྲགས་གནང་འདུག་རྒྱུ་ཆེའི་འོག་ཏུ་སོགས་དང་བཅས་འདྲ་བོ་རེད། གང་འོང་ལྟ་སྐྱོང་དུ་སོགས་ཀྱི་གསང་དང་གོ་སྟོང་དུ་འཕྲོ་བསགས་གང་ལ་འཕྲོ་གསུངས་ཀྱང་རེད་ཟེར་ལབ་ན། གསང་སྔགས་རྡོ་རྗེ་ཐེག་པའི་གླང་ལ་མ་བསྟེན་ན་སངས་རྒྱས་ཐོབ་འདུག་མ་རིག་སངས་རྒྱས་ཐོབ་པ་ཞེས་པ་ལ་ད་དུས་གསང་སྔགས་རྡོ་རྗེ་ཐེག་པའི་གླང་ལ་བསྟེན་དགོས་པས་ཁྱབ། ཟེར་ནས། སངས་རྒྱས་ཚར་བས་སངས་རྒྱས་ཡིན་ནས་བཟུང་གསང་སྔགས་རྡོ་རྗེ་ཐེག་པའི་གླང་ལ་བསྟེན་ནས་སངས་རྒྱས་ཡོང་རྒྱུ་ཡིན་པས་ཁྱབ། ཟེར་ནས་དེའི་ཐོག་ལ་ཆང་རྟ་དེ་བསྐྱལ་འོང་དུས། དེ་སོང་ན་རྡོ་རྗེ་ཐིག་བུ་ལངས་མ་ཡིན་པ་དེ་སུ་རེད་ཟེར་དུས་མདོ་མཚན་ཉིད་ཐིག་བུ་ལངས་ཏེ་མ་ཏོ་འགྲོ་ས་ཡོད་མ་རེད་ཟེར་ནས་དེ་གི་ཐོག་ལ་འཛུགས་དགོས་ཀྱི་བཙུགས། འོ་ད། མདོ་མཚན་ཉིད་ཐིག་བུ་ལངས་དེ་ལ་བརྟེན་ནས་སུ་སོང་རྒྱལ་ཐོག་རྒྱུ་ཡོད་མ་རེད་ཟེར་ནས་འོ་ད་མ་ཤ་མེད་ཀྱི་དེའི་ཐོག་ནས་བྱེད་ཡོང་གི་ཡོད་རེད་ཨ་བུ་པར་གྲོ་སོགས་ཀྱི་གསུང་བ་གནང་གི་ཡོད་ན་སངས་རྒྱས་སྒྲུབ་ལ་དེ་ཆོག་ཅིག་མེད་ན་སངས་རྒྱས་སྒྲུབ་ལ་ཐག་ཆོད་པ་སངས་རྒྱས་སྒྲུབ་པའི་ས་བོན་མ་ནོར་བ་སྣང་བདག་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཟེར་བ་དེ། རྒྱུ་རེད་ཐབས་རེད་ཤེས་རབ་རེད་དེ་སོགས་དོན་ཆེན་གྱི་ནང་དུ་སེམས་གཙང་བར་དུ་དབུ་མ་བོད་ཀྱི་ལམ་ལ་བརྟེན་ནས་འབྲས་བུ་སངས་རྒྱས་ཐོབ་བྱེད་ཀྱི་བྱང་ཆུབ་སེམས་ཀྱི་གདམས་པའི་ཉམས་ལེན་གྱི་བླ་སྲོག་བར་དུ་བྱང་ཆུབ་སེམས་མཚན་ཉིད་བོད་ཀྱི་ཉམས་ལེན་ཡོད་བཞིན་དུ་དེ་སོགས་དོན་ཆེན་ལ་སྐུར་འདེབས་དང་སྨྲ་ཤ་སྨྲས་བཅོས་བྱེད་དགོས་རྒྱུ་ཆེའོ་དེ་འདྲས་ཕྱིན་གྱི་རེད་དེ། ཞི་དུལ་མདོ་མཚན་ཉིད་དུལ་བའི་ལམ་ལ་སངས་རྒྱས་ཐོབ་རྒྱུ་མེད་ཟེར་དེ་བཤད་རྒྱུ་ཡོད་རེད། ཞེ་བདུད་རྩ་ནི་འདི་ལ་རྩོད་སྙོགས་མང་པོ་ཞེ་རགས་རེ་ཐོག་མ་བཅོས་པ་དེ་རང་རང་སོ་སོ་གི་དེ་བཞིན་དན་ཐོག་དེ་བཤད་མ་ཤེས་ནས་མགོ་རྨོངས་སོང་རྒྱུ་དེ་རེད། ད་དན་གྱི་ཐོག་ནས་ད་ག་རེ་གསུང་དགོས་རེད་ཟེར་གླང་ཆེན་རང་བྱང་པ་རྒྱའི། མཛོད་དུང་ལ་སོགས་པའི་ཐོག་མཆན་ནང་ནས་མ་གསལ་ཁྱད་ཞིག་ནས་བཤད་འོང་དུས་ཀར་མདོ་སྔགས་གཉིས་ཀྱི་ལམ་གྱི་ཁྱད་པར་ཡོད་པ་དང་མེད་པའི་གི་ས་མཚམས་དེ་བཞག་ནས་ཁྱད་པར་ཡོད་པ་བཤད་འོང་དུས། ཚོགས་གཞོགས་གཉིས་ཀྱི། མེན་ཁྱོད་ཀྱི་ལང་དེ་ལ་མདོ་སྔགས་གཉིས་ཀྱི་ལང་སོ་སོ་ཡོད་རེད་གསུངས་པ་གཅིག་དེ་རེད། ཁྱི་ཤིང་མཐོང་ལང་ཐོག་ཚ་པ་ནས་བཟུང་སྟེ་གསུང་སྔགས་ལང་ལ་སྡོམ་པས་ཁྱབ་གསུང་དགོས་ཡོད་རེད། རྒྱུ་མཚན་དེ་རེད་ད། ཁྱི་ཤིང་མཐོང་ལང་ཡིན་ན་གསུང་སྔགས་རྡོ་རྗེ་དུས་པའི་ལང་ཡིན་པས་ཁྱབ་ཟེར་གྱི་ཡོད་རེད་ཁྱི་ཤིང་མཐོང་ལང་ཡན་ཆོད་ཀྱི་ལང་དང་མཐོང་ལང་དང་སྒང་ལང་གཉིས་ལ་མ་བརྟེན་པའི་སངས་རྒྱས་ཀྱི་མི་སྲིད་པས་ཁྱབ། རྒྱུ་མཚན་དེ་ལ་བརྟེན་ནས་སངས་རྒྱས་ཟིན་པ་སངས་རྒྱས་ཐང་ཆད་དེ་གསུང་སྔགས་ལང་ལ་བརྟེན་ནས་སངས་རྒྱས་ཡིན་སངས་རྒྱས་པ་ཡིན་པས་ཁྱབ་ཟེར་བ་དེ་དན་ཏོག་དེ་རེད་འདུག་དོ། དེ་གོ་བས་དེ་ལན་མ་ཤེས་པ་རེད། དེ་འཕྲོ་སོང་རྒྱུ་དེ་རེད། ཀྱི་ཐིག་པའི་ལང་རྩ་ནི་མ་ཡིན་པ་ཅིག་གི་ཐིག་ཤིང་ཚོགས་ལམ་ཡོད་གཞོགས་ལམ་ཡོད་གསུངས་པ་རེད། དབྱེ་ན་གསང་སྔགས་རྡོར་གྱི་ཐིག་པའི་ལང་རྩ་ཡིན་མ་མ་ཡིན་པ་ཅིག་གི་ཐིག་ཤིང། སྒོག་ལམ། ཐིག་ཤིང་མཐོང་ལམ་སོགས་རྩ་ནི་སྲིད་གི་མ་རེད་གསུངས་པ་རེད་དེ་སྲིད་སྣང་ཤ་སོགས་རེད་ལང་ལྔ་སྟེ་གསང་སྔགས་རྡོར་གྱི་ཐིག་པའི་ལང་ལྔ་པོ་རྩ་ནི་མ་ཡིན་པ་ཅིག་གི་ཐིག་ཤིང། མདོག་མཚན་ཉིད་དེ་པིག་ལང་ལྔ་ཡོད་ནོ་ཤ་ས་སྐྱོ་དེ་ཡོད་ནོ་ཤ་དེ་ལྷུ་བསྡད་གི་ཡོད་རེད་དེ་ནོར་འདུག་གི་ཡོད་རེད་ད་དེ་ག་དེ་ཡོད་ན་དེ་ནི་མཛོ་གི་བཙོག་ནི་བཞག་ཐུབ་དགོས་གི་ཡོད་རེད་ད་བཞག་རྒྱུ་རྙེད་ན་དེ་ནི་བདེན་པ་རེད་དཔེར་ན་ག་རེ་བཞག་རྒྱུ་རྙེད་དགོས་གི་ཡོད་རེད་རྫ་མགོ་རི་མགོ་སྤྲད་བསྡད་ན་འགྲིག་གི་ཡོད་མ་རེད་དེ་མདོག་གནས་ཀྱི་ཐུགས་ལ་བག་ཐུབ་དགོས་གི་ཡོད་རེད་དེ་བག་ཡོང་དུས་དེ་བཞིན་མཐོང་ལམ་ས་དང་པོ་གི་རྟོག་པ་ཡིན་མཁན་རྐྱེན་གྱིས། གསང་སྔགས་རྡོ་རྗེ་ཐེག་པའི་སྐབས་ནས་ཁྱད་པར་དུ་རྩ་རྒྱུད་གསང་བ་གཉིས་པའི་སྐབས་ནས་རང་རྒྱུད་བཤད་པའི་སྐབས་སུ། ཤེས་འཇུག་རྗེས་རྫོགས་ནས། ཤེས་འཇུག་མཚན་ཉིད་འབྱོར་བའི་བཟང་འབྲས་བུ་མི་བཞིའི་རྒྱུ་དང་རྐྱེན་ནུས་མཐུ་ཅན་དུ་གང་བྱོ་བ།